བྱ་རྒོད་ཀྱིས་མམ་པ་བྱེད་འོར་བས། མི་ཚོགས་མང་ཞིང་ཟང་ཟིང་ཆེ་བའི་རྒྱལ་པོའི་ཁབ་ཀྱི་གྲོང་ཁྱེར་ནང་གཤིན་རྫོང་རྒྱབ་རྒན་གྱི་ཚོང་པ་ཞིག་དང་སེན་མོ་གྱི་ཚོང་རྒྱབ་རྒན་གྱི་ཚོང་པ་གཉིས་ཡོད། གཤིན་རྫོང་རྒྱབ་རྒན་གྱི་ཚོང་པ་དེ་ཡར་མཚོན་པ་ཡིན་ན་ཚོང་ལས་ཡག་པོ་ཡོད་པ་དང་བུ་གཉིས་ཡོད་དོ་མདོ་བ་ཁྱིམ་ཚང་བདེ་སྐྱིད་ལྡན་པ་ཞིག་ཡོད་ཡིན་ནའི་ཁོའི་སེམས་ནང་རྟག་པར་སེན་མོ་གྱི་ཚོང་རྒྱབ་རྒན་གྱི་ཚོང་པ་གཞན་དག་དེ་ཡང་ཕྲག་དོག་བྱེད་དེ་བསྡད་ཀྱི་ཡོད། སླར་ཡང་ཁོ་ནང་བཞིན་རྒྱུ་ནོར་ཡོད་པ་ཡིན་ན་སླར་ཡང་ཁོའི་གཟི་བརྗིད་ནང་བཞིན་ཡོད་པ་ཡིན་ན། ཞེས་བསམ་བློ་ཡང་སྒོ་རྐྱང་སྐོར་བྱས་རྗེས་འཁོར་ད་ལྟ་ནང་བཞིན་གསེར་དངུལ་གྱི་ཚོང་པ་དེ་ཁོ་ཡང་དངོས་གནས་ཀྱི་ནོར་མང་པོ་ཡོད་པ་ཡིན་ནས་ཕྲུ་གུ་མེད་ཙང་སེམས་སྐྱོ་བྱས་དེ་ཡུལ་ཁོའི་ཤིང་རྫོང་པ་དེ་ཡང་སྨོན་བཅས། ཁོ་ཡང་སྤུ་གི་ཡོད་པ་ནང་བཞིན་ང་ལས་ཡོད་པ་ཡིན་ན་སྐྱིད་པ་ལ་ཨང། ཁོའི་ཁྱིམ་ཚང་དགའ་སྐྱིད་ཡོད་པ་ནང་བཞིན་ང་ལས་ཡོད་པ་ཡིན་ན་སྐྱིད་པ་ལ་ཨང། ཞེས་བསམ་བྱས་དེ་ཉི་མ་གཅིག་ཤིང་རྫོང་པ་དེས་ཁོ་སེམས་མ་སྐྱིད་པ་དེ། གསེར་དང་དངུལ་གྱི་རྒྱུ་ནོར་དེ་ཚོས་བཟོས་པ་རེད་བསམ་ཆེ་ཁོའི་སེམས་མ་སྐྱིད་པ་དེ་སེལ་བའི་ཆེད་དུ་གསེར་དང་དངུལ་གྱིས་བརྒྱན་པའི་ཁོའི་གཟི་བརྗིད་ལྡན་པ་ཉོས་པ་དེ་གྱོན་རྗེས་གྲོང་ཁྱེར་ནང་ཁྱམས་བཀག་ཕྱིན། མི་ཚང་མས་ཁོ་ཡར་ངོ་མཚར་ཆེ་བ་མཐོང་ཙམ་མ་གཏོགས་ཁོའི་སེམས་ལ་དུ་འདུག་དགའ་སྣང་གང་ཡང་མ་བྱུང། ད་ལྟ་ནང་བཞིན་གསེར་དངུལ་ཚོང་པ་དེ་ཡིན་པའི་ནས་སྤུན་གཅིག་ཕྲུ་གུ་ཡོད་པའི་ནང་ལ་ཕྱིན་རྗེས་ཕྲུ་གུ་དང་མཉམ་མདོ་རྩེད་མོ་རྩིས་རྗེས་སེམས་ཀྱི་དཀའ་ངལ་མེད་པར་སོག་པར་བསམ་པ་ཡིན་ནས་ཁོའི་སེམས་ལ་ཡེ་ནས་དུ་མདོ་སྡེ་གྱིས་མ་བྱུང། མཐའ་མ་ཕམ་པ་གཉིས་ཀས་སངས་རྒྱས་སྐུ་མདུན་ལ་བཅར་རྗེས་གནས་ཚུལ་ཡོངས་རྫོགས་ཞུས་དེ་ནས་སངས་རྒྱས་ཀྱིས་ཞལ་འཛུམ་དང་བཅས་པའི་སྒོ་ནས་གསུང་ཡག་ལ། ཚོང་བདག་ལགས་ངས་ཁྱེད་རང་གཉིས་ལ་དྲི་བ་ཞིག་དྲི་གི་ཡིན་རང་གཉིས་མེ་ལོང་ལ་ལྟོས་དུས་ག་རེ་མཐོང་གི་རེད། སོ་སོའི་གཟུགས་བརྙན་མཐོང་གི་རེད། འོ་ན་རང་གི་མེ་ལོང་དེ་གཞན་ལ་བལྟས་པ་ཡིན་ན་ག་རེ་མཐོང་གི་རེད། གཞན་དག་གི་གཟུགས་བརྙན་མཐོང་གི་རེད། ད་ག་ནང་བཞིན་སེམས་ཀྱི་མེ་ལོང་དེ་རང་ལ་གཏད་པ་ཡིན་ན་རང་གི་ཡོན་ཏན་འཐུང་གི་རེད་ལ་གཞན་ལ་གཏད་པ་ཡིན་ན་གཞན་གྱི་ཡོན་ཏན་འཐུང་གི་རེད་ཁྱེད་རང་གཉིས་ཀས་ད་བར་སེམས་ཀྱི་མེ་ལོང་གཞན་ལ་གཏད་བཅས་བསྡད་པ་ཡིན་དུས་རང་གི་ཡོན་ཏན་འཐུང་མི་ཐུབ་པ་རེད་དཔེར་ན་བྱ་རྒོད་དང་ནང་པ་ཞིག་ལ་མཚོན་པ་ཡིན་ན་བྱ་རྒོད་ནི་ནམ་མཁའ་མཐོན་པོར་འཕུར་ཐུབ་རི་རྩེ་ནས་རི་རྩེར་འཕུར་ཏེ་ཐག་རིང་པོར་མཐོང་ཐུབ་ཀྱི་ཡོད། ནང་པ་ལ་མཚོན་པ་ཡིན་ན་ཆུ་མོད་ལ་རྐྱལ་རྐྱལ་རྒྱུག་ལ་ཁད་པ་དང་ཆུ་འོག་ལ་མགོ་བཅུག་བཅས་ཉམས་མོ་ནང་བཞིན་རྒྱུག་ཐུབ་ཀྱི་ཡོད་ཡིན་ནའི་བྱ་རྒོད་ཀྱིས་ནང་པ་ནང་བཞིན་ཆུའི་ནང་མཆོངས་པ་ཡིན་ན་སྐད་བརྒྱབ་མ་ཤེས་ཙང་ཆུའི་ནང་ཕྱིན་རྗེས་སྲོག་ཤོར་བས་ད་ག་ནང་བཞིན་ངང་པའི་སྒྲོ་དང་ལུས་པོས་བྱ་རྒོད་ནང་བཞིན་མཐོན་པོར་འཕུར་ཐབས་བྱས་པ་ཡིན་ནས་མཐོན་པོར་འཕུར་མ་ཐུབ་པས་ས་ལ་ལྷུང་རྗེས་སྲོག་ཤོར་གྱི་ཡོད། དེ་འདྲ་ཡིན་དུས་ཉི་མས་ཟླ་བ་བྱེད་མི་དགོས་ལ་ཟླ་བས་ཉི་མ་བྱེད་མི་དགོས་རང་རང་གི་འོད་ཟེར་སྤྲོས་བཅས་འཛམ་གླིང་གི་འཇིག་རྟེན་འདི་སྣང་བར་བྱེད་ཐུབ་རེད། བྱས་ཙང་ཤིང་འཛོམས་པ་ལ་རང་ལ་མཚོན་པ་ཡིན་ན་རང་ལ་ཡོད་པའི་དྲང་པོའི་སེམས་དང་ཁྱིམ་ཚང་གྲོགས་པོ་བརྩེ་བའི་བུ་ཚ་ཡོད་པོ་འདི་ནི་རྒྱུ་ནོར་ལོངས་སྤྱོད་འདུ་འཛོ་ལས་རེ་ན་ཆེ་གི་རེད། གསེར་དངུལ་གྱི་ཚོང་པ་ལ་རང་ཡིན་པ་ཡིན་ནས་རང་ལ་ཡོད་པའི་སྦྱིན་པའི་སེམས་དང་གཞན་ལ་རོགས་པ་བྱེད་པའི་ནུས་པ་དེ་ཚོ་ཡིན་ནས་ཕྲུ་གུ་མང་པོ་ཡོད་པ་དང་ཁྱད་པར་མེད། ཟླ་བའི་གཟུགས་བརྙན་ཆུའི་ནང་ལ་ཚད་བཅད་བསྡད་པ་ཡིན་ན་ནམ་མཁའ་ལ་ཡོད་པའི་ཟླ་བ་དངོས་གནས་དེ་མཐོང་མ་ཐུབ་པ་ནང་བཞིན་རང་ཉིད་ཀྱི་ཡོན་ཏན་ངོས་འཛིན་མ་བྱས་པ་ཡིན་ན་སེམས་ལ་བདེ་སྐྱིད་ནམ་ཡང་ཡོང་གི་མ་རེད། བྱས་ཙང་སངས་རྒྱས་ཀྱིས་གསུངས་པའི་སྒྲུང་དེ་དེང་དུས་ཀྱི་སྤྱི་ཚོགས་དང་འཚམས་པའི་སློབ་སྟོན་གསུམ་བླངས་པ་རེད་བསམ་གི། དང་པོ། ང་ཚོ་སྤྱི་ཚོགས་དྲ་རྒྱའི་ནང་མི་གཞན་དག་གི་འཚོ་བའི་འདྲ་པར་ཡག་ཤོས་དུ་མཐོང་རྗེས་ང་ཚོས་སོ་སོའི་དངོས་ཡོད་ཀྱི་འཚོ་བ་དང་མི་གཞན་དག་གི་བཟོ་བཅོས་ཀྱི་འདྲ་པར་ལ་གཤིབ་བསྡུར་བྱས་རྗེས་སེམས་སྐྱོ་བོས་དངོས་གནས་བྱས་པ་ཡིན་ན་མི་གཞན་དག་གིས་པར་རྒྱབ་ཀྱི་དཀའ་ངལ་མ་མཐོང་པ་ཆེས་ཕྱི་ཚུལ་ལ་བལྟས་རྗེས་ཕྲག་དོག་བྱེད་ཡ་དེ། མེ་ལོང་གི་གཟུགས་བརྙན་ལ་བལྟས་པ་དང་གཅིག་པ་ཡིན་པས། སློབ་གྲྭའི་རྣམ་པ་རེད། གཉིས་པ། དེང་སང་དག་ཡིག་གི་སྤྱི་ཚོགས་ནང་མི་གཞན་དག་དང་གཅིག་མཚུངས་བྱེད་དགོས་པའི་སྣུམ་ཚུལ་ཡོང་གི་ཡོད་རེད་དེ་ནི་བྱ་དགོས་ཀྱི་ངང་པ་བྱས་པ་དང་ངང་པས་བྱ་དགོས་བྱས་པའི་ནང་བཞིན་སོ་སོའི་ཁྱད་ཆོས་བརླག་གྲུབ་ཀྱི་ཡོད་པས་སློབ་གྲྭའི་རྣམ་པ་རེད། གསུམ་པ། ལོ་ཚོགས་དུས་རྒྱུན་ཡང་ཟེ་སེམས་ཞུམ་པ་དང་འཚབ་པའི་རྒྱུ་མཚན་གཙོ་བོ་གཅིག་དེ་བདེ་སྐྱིད་ཟེར་ཡ་དེ་ཕྱི་རོལ་ནས་འཚེར་ཡ་དེ་རེད་དཔེར་ན་ལྕགས་ལམ་གསར་པ་ལས་ཀ་གསར་པ་བྲེལ་བ་གསར་པ་དུ་ཚོད་ལས་བདེ་སྐྱིད་ཡོང་གི་ཡོད་པའི་བསམ་པ་དེ་རེད་ཡིན་ནའི་དམིགས་ཡུལ་གྱི་བདེ་སྐྱིད་ཟེར་ཡ་དེ་སེམས་ཀྱི་འདུ་ཤེས་སེམས་གཏམ། གཞན་དང་འབྲེལ་བ་རང་ལ་ཡོད་པ་ལ་དགའ་སྣང་བྱེད་པ་དུམ་ཚིགས་ལས་ཡོང་གི་ཡོད་པས་བློ་བདེ་གནང་བ་རེད། ཐོ་བཅད་ན།